གྱི་འདུག། མི་འབོར་གྱི་སྐད་ཆ་བཤད་བཤད་མི་འབོར་སྐད་ཆ་བཤད་ཨ་ནི། ང། བོད་སྤྱི་སྤྱི་བའི་ད། གཉའ་ཁྲི་བཙན་པོ་ད་འདི་འདྲའི་སྐབས་ལ་ནི་མི་འབོར་འདི་འདྲ་ཡོད་རེད་སེམས་ཀྱི་ཙང་ཡིག་ཆ་ན་ཡོད་མ་རེད་ད་ག་ནང་བཞིན་ལྷ་ཐུག་ཐུག་རེད་གཉན་ཚད་སྐབས་ལ་ཡོད་མ་རེད་ད་ང་ཚོའི་དེ་ག་སོ་རེད་བས་ཡིག་ཆའི་ནང་ནས་ཡོད་ཡ་དེ་ག་ནས་ཡོང་གོ་རེད་ཟེར་ན་སྲོང་བཙན་སྒམ་པོའི་སྐབས་ནས་ཨ་ནི་བོད་ཀྱི་མི་འབོར་ཏོག་ཧ་གོ་གི་ཡོད་རེད་འདི་ག་འདྲའི་ཧ་གོ་གོ་རེད་ཟེར་ན་ཨ་ནི། སྲོང་བཙན་སྒམ་པོ་ད་ཁྲི་སྲོང་ལྡེ་བཙན་དེ་ཚོའི་སྐུ་དུས་ལ། ཨ་ནུ་སྲོང་བཙན་གྱིས་རྒྱ་ནག་ལ་དམག་གཅིག་བཏོན་དུས་བོད་དམག་རང་འབུམ་གཉིས་བཏང་གནང་ཡོད་རེད་བོད་པའི་དམག་མི་རང་འབུམ་གཉིས་བཏང་གནང་ད་འདིའི་སྒང་ལ་ཨ་ཤ་དང་ཕྲུ་གུ་སྤྱི་དག་དམག་མི་ཁྲིད་ནས་འབུམ་གཉིས་བཅས་འབུམ་བཞི་ཨ་ནི་དམག་རྒྱ་ནག་ནང་ལ་ཕྱིན་པའི་ལོ་རྒྱུས་ཡོད་རེད་དེ་སང་དམག་མི་བཅུ་གོ་འབུམ་གཉིས་བཏང་གནང་ཐུག་གི་ཡོད་རེད་དེ་སང་བའི་དམག་མི་ལ་འབུམ་གཉིས་ཡོད་དུས་ཨ་ནི་ད་ག་ལ་ཆག་གོ་བའི་སྒང་ལ་ང་ཚོ་བོད་དེ་མི་འབོར་དེ་ཆེན་པོ་གཅིག་ཡོད་འདྲ་ངོ་མོ། ད་འདི་ནས་ཁྲི་སྲོང་ལྡེ་བཙན་སྐབས་ལ་འདི་ལས་མང་གི་རེད་ཁྲི་སྲོང་ལྡེ་བཙན་སྐབས་ལ་ཨ་ནི་འབུམ་བཞི། པའི་བོད་མ་རང་ཕྱིན་པའི་ལོ་རྒྱུས་དང། རྒྱ་གར་ལ་ནི། མ་ག་དྷ་ནས། སངས་རྒྱས་ཀྱི་རིང་སྲེལ་གླིང་ག་ཡོང་བའི་སྐབས་ལ། བྱེ་བ། བྱེ་བ་ཕྱིན་པའི་སྐད་ཆ་ཇི་ལྟར་ཡོད་རེད་ད། བྱེ་བ་ཕྱིན་པའི་སྐད་ཆ་དེ་ཚོ། ཀྱི་བ་འང་ཚོའི་སྐད་ཆ་བཤད་པའི་སྐབས་ལ་རྒྱ་གར་གཞུང་དེ་དག་གི་ཧོན་ཐོག་ནས་འདི་འདྲའི། ཨ་ནི་བོད་པ་ལ་དམག་མི་བྱེ་བ། ཡོང་ཡ་དེ་ཚོ་ག་འདྲའི་ཟིག་རེད། ཨ་ནི་ད་དེ། དཔེ་ཆ་ནང་ལ་ནི་འདུག། རྗེས་མ་ངས། ཞིབ་འཇུག་ཇི་རག་ཅིག་བྱས་པའི་སྐབས་ང་འདི་གས་ཚར་བ་ཅིག་འདུག་ག་རེ་སོ་རེད་དཔལ་མོ་དཔལ་བཏང་ཡོད་ན་ཅིག་ལ་ཨ་ནི།

འདི་སྤྲུལ་པའི་མ་རིག་མདོ་མདོ་རབ་ཅིག་ཡང། སྦྱིན་འབྲས་ཀྱིས་གཤེགས་འདུག་ག་འདི་ཡང། དཔལ་ཆེ་བ་ཤི་གསོན་འདི་ཅིག་འདུག་འདི། རྒྱུ་བཟང་གུ་རུ་རིན་པོ་ཆེ། གུ་རུ་རིན་པོ་ཆེ་འདི་ཡོད་མ་རེད་ད་སྲོང་བཙན་སྐབས་ལ་རེད། སྤྲུལ་པའི་མ་རབ་ཅིག་ཡིན་པས་ཟོབ་ལྟར་འདི་འདྲའི་གསུང་སྙན་འདྲེ་འདུག་བྱས་སམ། འདི་ནག་ལས་སུ་ཚུར་སྐྱབས་ཡུལ་བསམ་བསམ་རབ་བྱུང་མ་གཏོགས་ཅིག་ད་མི་འབོར་ཆེན་པོ། རྒྱ་ནག་ལ་དམག་བཏང་དེ་ཚོ་དངོས་གནས་དྲང་གནས་རེད་ད་འབུམ་བཞི་དང་ལྔ་ཅིག་ད་འདི་བཏང་གནང་བཞག་དེ་ཚང་བསྟན་ན་མི་འབོར་ཆེན་པོ་བཞི་པོ་ཅིག་ཡོད་རེད་བོད་ལ། འདི་ནས་རིམ་པས་རིམ་པས་དམག་ཉུང་རུ་ཕྱིན་ནས་བོད་སིལ་བུའི་སྐབས་དེ་ལས་ས་མཚམས་ལ་བོད་པའི་དམག་རྒྱ་གར་གང་ལ་དམག་མི་ཁྲི་བཞི་ལྔ་ཟེར་ཡོད་པ་དེ་འདྲ་མང་པོ་དཔེ་ཆ་ནང་ལ་ཐོན་ཀྱི་འདུག་བོད་སིལ་བུའི་སྐབས་ལས། འདི་ནས་མིའི་གྲངས་ཀར་དམག་ཉུང་རུ་ཕྱིན་འདུག་ཉུང་རུ་ཕྱིན་རྗེས་ད། འདི་འདྲ་རེད། ད་ང་ཚོས་དེར་ས་སུ་ཡང་ལ་བོད་པའི་ཆོལ་ཁ་གསུམ་ལ་མི་འབོར་འབུམ་དྲུག་ཅུ་ཐམ་པ་ཡོད་ཞེས་གསང་ཚིག་གནང་གི་ཡོད་རེད། མི་འབོར་འབུམ་དྲུག་ཅུ་ཐམ་པ་ཡོད་པའི་གཏན་ཚིགས་དེ་ག་ནས་བྱུང་བ་རེད་ཟེར་ང་ཚོས་གསུངས་ན། ད་གཏན་ཚིགས་དེ་འདི་ནས་བྱུང་བྱ། ད་འབུམ་དྲུག་ཅུ་དང་པོ་ས་ཡ་དྲུག་ཟན་དེ་རེད། ངས་འདི་ཚད་ནི་ག་ནས་ཡོང་གི་འདུག། ཚད་བི་འདི་བརྒྱ་དང་གཉིས་ཀྱི་ནང་འདི་འདུག་གོ། ད་འདི་འདི་འདུག། འབྲོམ་སྟོན་རྒྱལ་བའི་འབྱུང་གནས་ཀྱི་གཏན་ཚིགས་ཆེན་མོའི་བོད་དང་བོད་ཆེན་པོ་ཡོངས་ལ་མི་འབོར་འབུམ་དྲུག་ཅུ་ཐམ་པ་ཡོད་གསུངས་ཚུལ་བཀོད་འདུག་ད་འདི་ཀློང་སྟོང་བླ་མ་རིན་པོ་ཆེས། གསུམ། ཨ་བྷའི་བསྟན་པའི་སྦྱིན་བདག་འབྱུང་འཚོལ་གྱི་རྣམ་གྲངས། ཤོག་ལྷེ་བཞི་དང་ཤོག་ལྷེ་བཞི་པའི་རྒྱབ་ཨ་འགྱུར་གསུམ་པའི་ནང་ལ་ཡིག་འབྲང་གསུམ་པའི་ནང་ལ། ཨ་ནི། བོད་ཀྱི་མི་ལ་སྐྱེས་པ་དང། ཟ་མ་བུད་མེད་ཇི་ཙམ་ཞིག། དེ་དག་ཀུན་ལས་ཆོས་མཛད་དུ་ཆོས་རྗེས་ཀུན་ལ་ཡར་འགྲོ་དང། སྒྲོམ་རྗེས་དེ་ལ་ལན་གསུངས་པ། བོད་ན་སྐྱེས་པ་བྱེ་བ་གསུམ། ཟ་མ་བུད་མེད་བྱེ་བ་བཞི། ཆོས་ལ་སྤྱོད་པ་ཁྲི་ཕྲག་བཞི། ཡར་འགྲོའི་ཆོས་པ་བཞི་བརྒྱ་སྟེ།

ཞིབ་འཇུག་བྱེད་པའི་སྒང་ལ་འདི་རག་ཆོག། ལོ་སྣོན་གསུང་འདི་ནང་དེ་ཏན་ཏན་དེ་འདྲ་བྱེད་འདུག་བོ། ཁྱེད་ཚང་དུ་འདི་ག་ཚིག་ལའང་དུ་ངོས་འཛིན་བྱེད་ཡོད་བར་ལྟ། ད་འཛམ་བུ་གླིང་གི་མི་འབོར་གྱི་འགྲོ་སྟངས་ར་བུ་བྱས་ན་ལྟ། འབྲོམ་སྟོན་རྒྱལ་བའི་འབྱུང་གནས་སྤྱི་ལོ། ཆིག་སྟོང་བརྒྱ་ཐམ་པའི་ནང་དུ་བ་བྱུང་བར་ར་བ་ལྟ། དེ་ནས་འདིའི་པར་ར་ར་ལོ། བརྒྱད་བརྒྱ་དགུ་བརྒྱའི་ནང་ལ་ལྟ། དོན་དུ་ཞི་དྲག་འཕེལ་སྒོ་ཉན་ར་བུ་བྱས་ཡོད། དངོས་གནས་བྱས་ན་མིའི་འཕེལ་སྟངས་ལ་བྱས་ན་ཞི་དྲག་འཕེལ་སྒོ་ཉན་ར་བུ་བྱས་ཡོད་ར་བསྟན། དེ་ཚོའི་ནང་དུ་བོད།

དེ་མ་ཁམས་གཅིག་སེང་དུ་སོང་ན་ག་ང་ཚུད་ཡོད་རེད་ད་དེའི་ནང་ལ་འབུམ་བཞི་བཅུ་ཐམ་པ་ཡོད་པ་ཞིག་གསུངས་ཡོད་རེད་བྱས་ཙང་ད་ང་ཚོས་རོབ་ཙེ་ཞིག་ཅི་ལྟ་བུ་རྒྱལ་གི་ཡིན་ན་ཨམ་དུ་ད་མ་ཉག་རོང་དུ་མི་མ་གཅིག་གི་དེ་ག་དེ་དུས་སུ་ཡག་ཅིག་ད་དེ་ག་དེ་ཡོད་ཀྱི་རེད་དེ་གཤམ་གྱི་དུས་སུ་ཡག་ལུག་གི་ཡིན་ན་ཨ་ནི་འབུམ་དྲུག་ཅུ་སེང་རེ་ག་གང་དེ་ག་མེད་འགྲོ་བསམ་སོང་རེད་བྱས་ད་དེ་ག་ཟེར་བའི་རྩིག་ཁང་གི་སྟེང་དེའི་ནང་ལ་ཆིག་སྟོང་དགུ་བརྒྱ་ཉི་ཤུ་ཐམ་པའི་སྒང་ལ་ཉི་ཤུ་ཐམ་པའི་ལོ་དེ་རྩིས་བསྐྱོན་པའི་རྩིས་རི་དེའི་ནང་ལ་ཅི་འདྲའི་ཟུག་རྡུག། ཅེས་འབུམ་བཞི་བཅུ་ཐམ་པ་འདུག་ཁྱེད་ཚང་ལྟ་ང་ཚོའི་མི་འབོར་འདི་ག་དེ་འབུམ་དྲུག་ཅུ་ཡིན་གསུངས་པ་རྒྱལ་བ་ཙང་རེད་མི་འདུག་ཐུང་ཐུང་མང་རུང་མང་ཡོད་རེད་མ་གཏོགས་ཅིག་ཉུང་དྲག་ཡོད་མ་རེད་དེ་ཏན་ཏན་ང་ཚོ་ཁུངས་སྐྱེལ་ཐུག་འདུག། ད་རྒྱ་མིས་བར་ལམ་རྩིས་སྟོན་འདུག་ང་འདིའི་ནང་ལ་ནི་བར་ལམ་རྒྱ་དམར་གྱི་མི་རྩིས་བྱས་པའི་གསར་ཤོག་ནང་ལ་ནི་བོད་རང་སྐྱོང་ལྗོངས་ཀྱི་ཁོངས་སུ་མི་གྲངས་ཁྲི་ཉིས་བརྒྱ་ལྔ་བཅུ་ཐམ་པ་མ་གཏོགས་མི་འདུག་བྲིས་ཡོད་རེད་ཁྲི་ཉིས་བརྒྱ་ལྔ་བཅུ་ཐམ་པ་ཟེར་དུས་ད་འདིར་བའི་འབུམ་གཉིས་དང་ཕྱེད་ཀ་མ་རེད་པས་ཇི་འདྲས་ཅིག་མ་གཏོགས་མི་འདུག་བཤད་ནི།